ཨང་ཀི་ག་འདྲས་བྲིས་དགོས་ཀྱི་ཡོད་རེད་ལབ་ན་ཨ་ནི་བགྲང་བྱ་ག་ཨང་ཀི་བྲིས་དགོས་ཀྱི་ཡོད་རེད་མ་བྱ་བུ་བྱ་ཡོད་ཅིག་བྲིས་དགོས་ཀྱི་ཡོད་རེད་ད་འདི་ལ་ཡིན་ན་མ་བྱ་བུ་བྱ་ཡོད་མ་རེད་འདི་དགང་ཚང་དགང་ཚང་དགང་ཚང་རེད་འདུག་བ། འདི་ཐི་རི་གསུམ་དེ་དགང་ཚང་དགང་ཚང་དགང་ཚང་གསུམ་རེད་འདུག་བ་དེ་འདྲས་སོང་ཙང། བགྲང་བྱ་ཆགས་ཀྱི་ཡོད་མ་རེད་བགྲང་བྱ་ཆགས་བ་ཡིན་ན་ད་དཔེར་ན་འདི་འདྲ་བ་ཡིན་ན་བགྲང་བྱ་མ་རེད་ལབ་རེད་བ། ད་བགྲང་བྱ་འབྲི་བའི་སྐབས་སུ་མ་བྱ་དང་བུ་བྱ་ཡོད་ཅིག་བྲིས་དགོས་ཀྱི་ཡོད་རེད་གང་ཡིན་ཟེར་ན། གཅིག་དང་གཅིག་ཆ་གཅིག་སྟེ་དོ་ཟླ་གཅིག་པ་རེད་འདས་ཚོང་རྟགས་བརྒྱབ་ཤོག་དོ་བ་ཚོང་རྟགས་བརྒྱབ་ཡོད་ཚེ་ཚང་མ་ཕ་ཕྱོགས་དང་ཚུར་ཕྱོགས་གཉིས་གཅིག་པ་རེད་ལབ་གི་ཡོད་རེད་བ་དེ་འདྲའི་ཚོང་རྟགས་གཅིག་སྟེ་གཅིག་ཆ་གཅིག་གཉིས་གཅིག་པ་རེད་དེ་ག་རེ་ལབ་གི་ཡོད་རེད་ལབ་ན་འདི་གཅིག་འོག་ལ་གཅིག་ཡོད་པ་དེ་གི་འདི་དུམ་བུ་དེ་གང་ཚང་རེད་བཞག་འདི་གཏུབ་མི་འདུག་འདི་ལ་གཉིས་མི་འདུག་གི་ལབ་གི་ཡོད་རེད་གང་ལ་ཡོད་རྒྱུ་དེ་གི་དེ་དུམ་བུ་དེ་གང་ཚང་ཚོན་བཏང་བཞག་འདུག་ལབ་དགོས་རེད་ཁྱེད་ཚོས་ཚང་མ་ཚོན་བཏང་རྒྱུ་གཅིག་ཡོད་རེད། དུམ་བུ་ཡང་གཅིག་ཡོད་རེད་དེ་འདྲའི་སོང་ཙང་མཚོན་བཏང་བ་དེ་དང་དུམ་བུ་བཏང་བ་གཉིས་མཚོན་བཏང་བ་སྒང་ལ་རེད་དུམ་བུ་བཏང་རྒྱུ་དེ་འོག་ལ་རེད་བྱས་ཙང་མཚོན་བཏང་རྒྱུ་གཅིག་རེད་དུམ་བུ་བཏང་རྒྱུ་གཅིག་རེད་དེ་འདྲའི་སོང་ཙང་གཅིག་གི་འོག་ལ་གཅིག་རེད་གཅིག་འོག་གཅིག་ལབ་ན་འགྲིག་གི་འདུག་གཅིག་ཆ་གཅིག་ཟེར་ན་ཡ་འོག་ནས་ཡར་ལབ་ན་འགྲིག་གི་འདུག་སྒང་ནས་མར་ལབ་ན་ལབ་ཡ་འདུག་འོ་དེ་བྱས་དུས་ཙང་པ་ད་བགྲང་བྱ་བྲི་བའི་སྐབས་སུ་འདི་འདྲ་བྱས་ནས་བྲི་དགོས་ཀྱི་ཡོད་རེད།

འདི་གང་ཚང་གཅིག་རེད་དེ་ཡིན་ན་ཡང་ནང་ལོགས་ལ་དུམ་བུ་ཟུར་བཞག་ཡོད་རེད་གཉིས་ཟུར་བཞག་ཡོད་རེད་གཉིས་ཟུར་བཞག་ཡོད་ཙང་དེ་ལ་མ་ཆ་དེ་གཉིས་ཁྲིད་དགོས་ཡོད་རེད་ཨ་ནི་འདི་སྒང་ལ་ཡིག་རྒྱུགས་དེ་ད་གིན་ཞུས་པ་ནང་བཞིན་ཚོན་བཏང་རྒྱུ་དེ་ཚོན་གཅིག་ལ་མ་གཏོགས་བཏང་མི་འདུག་གཉིས་ཀྱི་ནང་ལོགས་ནས་གཅིག་ལ་ཚོན་བཏང་ཡོད་ཙང་དེ་ལ་གཅིག་ཁྲིད་དགོས་ཡོད་རེད་གཉིས་ཆ་ལོ་ཚོན་བཏང་ཡོད་ན་དེ་ལ་གཉིས་ཁྲིད་དགོས་ཡོད་རེད་འོ་རེད་གཉིས་དེ། ད་བསྐྱར་དུ་རྣམ་པ་ཚོ་ལ་བགྲང་བྱ་གི་སྐོར་ལ་ཧ་གོ་ཡག་གི་ཆེད་དུ་ངས་དཔེ་མཚོན་ཞིག་ཁ་ཤས་ཤིག་ཞུ་གི་ཡོད་དཔེ་ན་འདི་འདྲ་བོ་ཡིན་ན་བགྲང་བྱ་གང་ཚང་གཅིག་གི་སྐད་ཆ་བཤད་གི་ཡོད་རེད་ཡིན་ན་ཡང་མཚོན་ག་ཚོད་བཏང་ཡོད་མེད་དེ་འདི་ནང་ལོགས་ལ་གསལ་ཡོད་མ་མཚོན་བཏང་ཡོད་མ་རོ་མེད་དེ་ཚང་མ་ངས་འདི་ལ་མ་ཨང་ཀིས་བྲིས་མེད་འདི་འདྲའི་ཆེད་ནས་བྲིས་བཏང་ཡོད་མ་རེད་དེ་ཡིན་ན་ཡང་འོག་ལ་མ་ཆ་དེ་ངོ་སྤྲོད་བྱེད་ཡག་གི་ཆེད་དུ་ངས་འདི་འདྲའི་ཆེད་ནས་བྲིས་ཡོད་འདི། དེ་ལ་གཅིག་བྲིས་ཆགས་འདུག་གཅིག་བྲིས་རྒྱུ་དེ་འདི་སྒང་ཚང་གཅིག་རེད་ལབ་ཡ་དེ་འདི་ནང་ལོགས་ལ་དུམ་བུ་གཏུབ་མི་འདུག་བ་མེད་ཚང་སྒང་ཚང་གཅིག་ཆགས་ཀྱི་ཡོད་ཚང་འོ་སྒང་ཚང་གཅིག་ཆགས་ཀྱི་ཡོད་ཚང་འོ་དེ་ཡ་ཧ་གོ་ཡ་གི་བྱེད་དོན་ངེས་ཨ་ཅེ་གི་བྲིས་ཡོད་རེད་ད་འདི་འདྲ་བོ་ཆ་མཚོན་པ་ཡིན་ན་འདི་སྒང་ཚང་གཅིག་རེད་དེ་སྒང་ཚང་གཅིག་དེ་དུམ་བུ་གཉིས་བཟོ་ཆགས་ཡོད་ཚང་དུམ་བུ་གཉིས་བཟོ་ཆགས་ཡོད་ཚང་དེ་ལ་གཅིག་འདི་ལ་གཅིག་ལ་འདི་གྲངས་ཀ་བརྒྱད་ཀ་ཡ་ཡོད་བ་ཡིན་ཚང་འདི་ལ་མ་ཆ་གཉིས་བྲིས་ཡོད་རེད།

འདི་ལ་ཞེས་བྲིས་པ་རེད་ཨ་ནི་མཚོན་མཚོན་ག་བ་བཏང་འགྲོ་མཚོན་ཅི་ག་བཏང་ཡོད་བ་མཐོང་ཡ་མི་འདུག་བ་མཚོན་བཏང་མེད་ཙང་ངས་འདིར་མ་ཨ་ཁས་བྲིས་མེད་སོན་ཀླད་ཀོར་བྲིས་བྲིས་ན་ཡང་མ་འགྲིག་བ་ཡོད་མ་རེད་འདི་ལ་ཞེས་བྱ་ཀླད་ཀོར་བྲིས་ན་མ་འགྲིག་བ་ཡོད་མ་རེད་ཨ་ད་ག་ནང་བཞིན་དུ་འདི་ལ་འདི་དྲུག་ཡོད་རེད་འདི་གཅིག་གཉིས་གསུམ་བཞི་ལྔ་དྲུག་འདུག་བ་དྲུག་གར་ཅི་ནས་བྲིས་ཡོད་རེད་གང་ཙང་གཅིག་དེ་དུམ་བུ་དྲུག་བཏང་བཞག་ཡོད་རེད་འདི་དྲུག་བརྩི་ཡ་ཡོད་ཙང་འོག་གི་མ་ཆ་དེ་དྲུག་བྲིས་ཡོད་རེད་སྒང་ལ་མཚོན་བཏང་རྒྱུ་ཨ་ཁས་དེ་བྲིས་མེད་ད་ག་ནང་བཞིན་དུ་འདི་ལ་དགུ་ཡོད་རེད་འོག་གི་མ་ཆ་དེ་དགུ་རེད་འདི་དུམ་བུ་དགུ་བཟོ་བཞག་འདི་དགུ།

འོན་ཏེ་རེད་གང་ཚང་གྲུབ་གཞི་དེ་ཆེ་ཆུང་གཅིག་པ་རེད་དེའི་སྐོར་དུ་རྗེས་ལ་ཡོང་གི་རེད། ནང་ལོག་གི་གྲུབ་གཞི་དེ་ཆུང་རུ་འགྲོ་གི་རེད་དེ། ད་གི་དེ་ལ་མ་གཅིག་མ་གཉིས་བྱུང་གི་ཡོད་བ། དང་པོ་དེ་ལ་གང་ཚང་གཅིག་བྱུང་གི་ཡོད་བ་དང་དེ་ལ་བཞི་བྱུང་གི་འགྲོ་བ། དེ་འདྲའི་ཆེ་འདི་ཆུང་རུ་བཏང་བཞག་པ་རེད། ད་འདི་བསྐྱར་དུ་ངས་གང་ཚང་གཅིག་བྱེད། བཏང་ཡོད་ད་བྲིས་བྱང་དངོས་གནས་དེ་འདི་རེད། བྲིས་བྱང་དངོས་གནས་དེ་དེ་ཡིན་ཙང།

གཅིག་ནི་གང་ཚང་གཅིག་དེ་ཉུས་ཤུ་ཐམ་པ་སུ་ཤ་ཡོད་རེད་དུམ་བུ་ཆུང་ཆུང་ཆུང་ཆུང་ཉུས་ཤུ་ཐམ་པ་སུ་ཤ་ཡོད་ཚང་མ་ཆད་དེ་ཉུས་ཤུ་གྲི་ཡོད་རེད་སོན་བཏང་རྒྱུ་རྐང་གཅིག་གཅིག་རང་གཅིག་ཡོད་ཚང་འདི་ལ་གཅིག་གྲི་ཡོད་རེད་ལྟ་བ་གནང་བཞིན་འདུག་དེ་སོན་བཏང་རྒྱུ་བཞི་ཡོད་རེད་ནི་མ་ཆད་དེ་ཉུས་ཤུ་རང་ཅག་རེད་ད་གི་དེ་ཉུས་ཤུ་དེ་རང་ཅག་རེད་བ་ད་མ་ཆད་དེ་ཉུས་ཤུ་ཡོད་བ་རྐྱང་རྐྱང་གི་ཞུ་གི་ཡོད་རེད་ད་ད་འདི་འདྲ་བ་ཡིན་ན་དེ་མ་ཆད་ཉུས་ཤུ་རེད་ཡིན་ན་ཡང་ཚོན་བཅུ་ཐམ་པ་བཏང་ཞོར་དེ་རྣམ་པ་ཚོ་གྲངས་ཀ་བརྒྱབ་ན་བརྒྱབ་ཆོག་ཆོག་རེད་བྱེད་སྟངས་མཚོན་སྟངས་བཅུ་བཅུའི་འོག་ལ། མཚོན་སྟངས་བཅུ་མ་སྟངས་གཉིས་ཀ་བསྡོམས་པ་ཡིན་ན་ཉི་ཤུ་ཡོད་ཙང་བཅུ་འོག་ཉི་ཤུ་རེད། ཨ་ད་ག་ནང་བཞིན་དུ་བཅུ་གཉིས་རེད་འདི་མཚོན་བཅུ་གཉིས་སྟངས་ཡོད་རེད་གང་ཙང། ཚང་མ་བསྡོམས་ན་ཉི་ཤུ་ཐམ་པ་ཡོད་རེད་ཚང་མ་བསྡོམས་རྒྱུ་དེ་ལྔ་ཆ་རེད་འོག་ལ་གྲི་གུག་ཡོད་རེད། ཨོ་དེ་འདྲའི་ད་ལྟ་འདི་གཞི་ནས་བསམ་བློ་བཏང་སྟེ་མཚོན་སྟངས་བཅུ་དེ་བཅུ་བདུན་ཡོད་རེད་ཚང་མ་བསྡོམས་ན་ཉི་ཤུ་ཐམ་པ་ཡོད་རེད། ཉི་ཤུ་ཐམ་པ་དེ་ལ་མ་ཆ་ལག་པོ་ཡོད་རེད་ཨོ་དེ་འདྲའི་བྱས་ནས་ང་ཚོས་རྫོགས་བ་ཡིན་ཐོ་ཆད་ན།